ད་ག་ནང་བཞིན་གྱི་རྒྱལ་བ་རིན་པོ་ཆེ་ལ་མཚན་མེད་ཞུས་མཁན་དེ་ཚོ་མི་སུ་ཡིན་ན་ངེད་དུ་ན་ཡང་ངུ་དགོད་ཅི་དགོས་ཡོད་མི་དེ་ཚོའི་ཉན་དུ་དུ་ན་ཡང་ངས་ཅི་སྡུག་ཉན་མྱོང་བྱེད་ཀྱི་མ་རེད་དེ་སྟོང་ར་གངས་ཅན་གྱི་བདེ་འཇགས་ཡིན། ད་ངེད་ཁྱེད་རང་ཡིན་ན་ད་ག་ནང་བཞིན་གྱི་ད་ངས་གུང་ཨུ་འབྲང་ཆུང་ངུས་ཁྲི་ལ་རྒྱབ་སྐྱོར་བྱེད་དགོས་ཡི་རྒྱུ་མཚན་གྱི་སྐོར་ནི། ད་བརྙན་ཐུང་ཀརྨ་སུན་ཅན་པ་ཅིག་བཟོས་ཡོད་རེད་དེ། བྱེ་བྲག་སྤྱི་བའི་རྗེས་ལ།

ཉི་མའི་གེའི་གཞི་འཛུགས་དང་ཉི་མའི་གེའི་གཟིམས་མལ་གྱི་ད་བྱུང་རྒྱུ་དང་གཟིམས་མལ་གྱི་ཉིས་འཛུགས་ཅིག་ན་ཁྱོད་རང་གིས་ད་ད་དགའ་བསུ་ཞུ་གི་འདུག་ལེ་ཁྱོད་རང་དེ་འདྲའི་གི་ངའི་དགོན་ལ་གདུང་གཟུགས་ཅིག་ག་ནས་ལེན་སོང་ལེ། དེ་བྱེད་ཀྱི་བསམ་པ་ནི་ཁོ་རང་གིས་ད་འདྲའི་བཤད་མང་པོ་ཅིག་བྱས་སོང་ད་ག་ནང་བཞིན་གྱི་ངས་ཁོ་རང་ལ་བཤད་པ་ཡིན་ངས་ཁྱོད་ག་ཚང་ངས་མ་འདི་འདྲའི་གི་ད་ང་ལ་ཟུར་ཟ་བྱེད་རྒྱུ་དེ་འདྲའི་འགྲོ་གི་འདུག་ལེ་ཡིན་ན་ངས་དེ་ཚོ་གར་བ་བཞག་པ་ཡིན་ངས་ཁྱོད་གདོང་ལ་རྩ་བ་ནས་ལྟ་དགོས་མེད་ད་ལེ།

ཁྱོད་རང་འདུག་མེད་ཁྱོད་རང་གིས་སོང་ངས་སྒུག་གི་རེད་ལན་ཡིན་ནའང་འདི་རྩེ་བའི་ཆ་ནས་འདི་ཉལ་སར་འགྲོ་གི་མི་འདུག་ལན་འདི་འོ་ཡ་འདུག་མེད་ཀྱི་རྒྱུ་མཚན་གཅིག་མ་རེད་ལན་སྤོ་སྤྱིའི་གི་གནད་དོན་ཆེན་པོ་གཅིག་རེད་ལན་འདི་སྟོང་ཐོག་ཆུང་ཆུང་གཅིག་རྩ་བ་ནས་མ་རེད་ལན། ད་ཡིན་ནའང་ད་ཚོགས་གཙོ་ལ་ཁ་མ་ཉེ་བ་རེད་ཕ་ཁ་མ་ཉེ་བ་ནི་ཕ་རོལ་པོ་ལ་ད་ཤེས་བ་རེད་མི་དེ་ཚོ་སྤྲད་དེ་ལ་མི་དེ་ཚོ་སྤྲད་དེ་གི་ཁས་ལེན་རྩ་བ་ནས་གཅོད་ཡོད་མ་རེད།

ནན་ཁོ་ཡ་དག་ས་གཞི་སྡུག་དག་ཡིན་སུས་གཅིག་གིས་བཀའ་རྒྱ་བྱེད་ཆོག་གོ་མེད་བྱེད་པ་ཡིན་ན་ཨོ་སྟག་དབུས་རྒྱུན་གདོང་འབུད་ཀི་ཡིན་གྱི་བཀའ་རྒྱ་དེ་བྱེད་པ་རེད་ཨོ་ཡ་ངས་ད་དེ་ནས་ཚོགས་པ་དེ་བསྟོར་བ་རེད་ད་མི་ལ་བཀའ་རྒྱ་བྱེད་ཡ་གི་གུ་གེ་འདྲ་བོ་དེ་འདྲའི་བཀའ་གི་ཅུང་ཡོད་བ་མ་རེད་ད་ཨོ་ད་ཚོགས་པ་དེ་བསྟོར་ནས་ངས་ཁོ་གི་དགུ་ལ་ཤོད་ཨོ་འདེ་ལ་ང་འདོད་པ་རྩ་བ་ནས་མེད་ལན།

མི་དེ་གཟུགས་སྤྲད་དེ་ངའི་སྒང་ལ་སྙིང་ན་དགོས་ཡ་གཅིག་ག་ནས་ལས་པར་ལྟ་ཨོ་ཡ་རྒྱུན་ཚུལ་ཚུགས་དེ་དེ་དག་ནང་བཞིན་ང་བཙན་མ་རེད་ངུ་ནི་གི་མི་རིགས་འདི་གི་སྤྱི་ལ་ཕན་ཐོགས་པའི་ལས་ཀ་ཨ་ན་གཅིག་བྱེད་མྱོང་ཡོད་མ་རེད་ད་དག་ནང་བཞིན་ཡ་གི་ཚོགས་གཙོ་ལ་དག་ནང་བཞིན་ས་འོག་གི་པུ་ཅིན་ཤི་ཡོད་ཨོ་ཡ་ཤི་ལི་ད་མ་ཉན་པ་རེད་ང་ངེས་གི་བྱ་ཆེན་བྱེད་རྒྱུ་དེ་རྩ་བ་ནས་ཁས་ལེན་བཅུ་ཡོད་བ་མ་རེད། དེ་ག་ནང་བཞིན་ད་ལྟ་ང་ལ་འདོད་པ་ཡོད་མེད་མ་དྲིས་པ་ཅན་ནས་དེ་འདྲས་བྱས་བ་རེད། ད་གཅིག་ནས་ཨ་ཁུ་ཚོགས་གཙོ་ལ་ཡིན་ན་ཁོ་ཁག་ཡོད་ཀྱི་མ་རེད་མི་དེ་ཚོ་གི་ཁས་ལེན་བྱེད་དགོས་ཡོད་བ་མ་རེད་བ། ཁས་ལེན་ད་ཁས་ལེན་གི་མ་རེད་བ་མི་དེ་ཚོ་ལ་ཆ་ཤས་མི་གཡེང་ཡོད་བ་རེད། དེ་ག་ནང་བཞིན་མི་དེ་ཚོ་གི་ངས་སྒེར་གྱི་ཐོག་ལ་འགྲོ་བ་བཅུ་ནས་ལས་སོང་ཡར་རྩ་དགོངས་པའི་ནང་དེ་ག་ནང་བཞིན་གྱི་འགྲོ་བ་བཅུ་ནས་ཁོས་གསལ་བཤད་རྒྱག་གི་ཡིན་ཟེར་ནས་དེ་འདྲས་བྱས་ནས་ཁྲི་སྟོང་འདྲ་མོ་བཅུས་སོང་དང་འདྲ་གང་བྱས་ངེད་ལ་ཁྲི་སྟོང་དེ་འགྲོ་གི་མ་རེད་དྲང་པོ་བཤད་ན་ཨོ་ཡ།

ཐོབ་ཐང་རེད་རི་ཁང་རེད་སུས་གཅིག་གི་འཕྲོག་ཐུབ་ཀྱི་མ་རེད་ད། འཕྲོག་གི་ཡིན་ཟེར་ན་ནོར་འཁྲུལ་རེད་ད། སུས་གཅིག་གི་འཕྲོག་ཡག་གི་ཐོབ་ཐང་དེ་ཡོད་མ་རེད། དེ་ལས་སྡུག་རེ་འགྲོ་ཡག་རེད་མ་ད་ཡག་རེ་ཟ་བ་ནས་འགྲོ་གི་མ་རེད་དེ་ང་ཚོ་གི་ཤི་ན་ཡག་པོ་མེད་རོ་སེམས་གི་འདུག། འོ་ཡ། མི་གཅིག་ཡིན་ན་མི། དེ། ཡག། ཡག་པོ་སྲིད་ན་སྡུག་པོ་སྲིད་ན་དེ་ཡིན་རྗེས་ཤི་ན་ཡག་པོ་མེད་རོ།

གཞི་མེད་ཀྱི་མི་ལ་སྐྱོང་འཛུགས་བྱེད་ཀྱི་མ་རེད་ཧམ་པ་བྱེད་ཀྱི་མ་རེད་ལྕགས་རྫུན་བྱེད་ཀྱི་མ་རེད་འོ་ཡ། གཅིག་གཅིག་གཉིས་གཉིས་ཀྱི་ཁྱོད་རང་ཚོ་ལ་དང་ནས་ཡོང་གི་མི་དེ་ཚོ་གིས་ག་ཅག་བྱེད་རྒྱུ། འོ་ཡ་མི་དེ་ཚོ་གིས་ག་རེ་བྱེད་འདུག་བསམ་བློ་དང་དོན་དག་གང་མཁྱེན་གིས་ག་ཅག་བྱེད་རྒྱུ་དེ་ད་སྐར་མ་སུན་རེད་ངས་སྲིད་སྐྱོང་ལྡན་དགོས་ཡའི་རྒྱུ་མཚན་ག་རེ་ཡིན་པ་ད་ག་ནང་བཞིན་གྱི་ད་དེ་དམིགས་ཡན་བྱས་ཡོད། འོ་ཡ་ད་དེ་ནས་ད་དོན་དག་གང་མཁྱེན་ལ། གི་དགག་བྱ་དེ་ལ་ནང་སྟོང་འདུག་མི་འདུག་མི་དེ་ཚོ་གི་དགག་བྱ་བྱེད་སྤྱོད་དེ་དེ་ག་རེ་མི་རིགས་འདི་ལ་ཕན་གྱི་འདུག་མི་རིགས་འདི་ལ་གནོད་ཀྱི་འདུག་ལྷག་པར་དུ་ཆོལ་ཁ་ལ་ཕན་གྱི་འདུག་གནོད་ཀྱི་འདུག་འོ་དེ་ནི་ད་ཚད་རྗེས་ད་ད་ཁྱོད་རང་ཚོ་ཤེས་འཇོན་པ་ཡིན་ན་འདྲ་ཁྱོད་རང་ཚོ་རྩོམ་པ་པོ་ཡིན་ན་འདྲ་འོ་དེ་རིགས་ང་ནི་དེ་སུ་ཡོང་ན་ད་མི་ཞིག་གི་འགྲོ་སྟངས་རེད་ད་དེ་མ་གཏོགས་ད་གཟིགས་ངོ་ནི་གི་གང་བསད་ན་གང་དྲན་དྲན་དྲིས་ན་ཡག་པོ་ཡོད་མ་རེད

སྟག་ཝེ་འདུ་མའི་རྒྱུན་ལས་ཀྱི་ཐག་གཅོད་ལ་ཁ་མ་ཉན་པ་རྩ་བ་ཉིད་ནས་མིན། འོ་ཡ་ཝེ་འདུ་མའི་རྒྱུན་ལས་ཀྱི་ཚོགས་གཙོ་དང་ང་གཉིས་ཀྱི་བར་རོ་ལ་དགག་བྱ་ག་རེ་བྱས་ཡོད་ན་ཚང་མ་སྒྲ་ཆ་ཚང་ཡོད་རེད་ད་དེང་སང་མི་གཅིག་མིའི་ཕན་ཚན་ལ་ལྕགས་རྫུན་བཤད་ཡ་དང་ཧེམ་པ་བྱེད་ཡ་རྩ་བ་ནས་འགྲོ་གི་ཡོད་མ་རེད། འོ་དེ་འདྲས་སོང་ཙང་དེ་གཟུགས་ཚང་མ་དོང་དྲང་གང་ཆེ་འགྲིག་མི་འདུག་སྲིད་ཇི་དེ་འདྲས་དེ་འདྲས་ཀྱི་ད་ནང་གནད་དོན་གཅིག་ཡོད་པ་ཡིན་ན།

མི་རིགས་འདིའི་སྒེར་སྤྱི་ལ་གནོད་བསྐྱལ་པའི་ལས་ཀ་ཅིག་ད་ལྟ་བར་དུ་བྱས་མ་མྱོང་ད། ང་བོད་སྤྱི་ཡུལ་གྱི་སྤྱི་མི་ཅིག་དང་བོད་སྤྱི་བའི་འདི་ལ་ཕན་མ་ཐོགས་ན་གནོད་བསྐྱལ་གི་མིན་སའི་གདེང་ཆ་བཞག་མཁན་གྱི་མི་ཅིག་ཡིན། གདེང་ཆ་དེ་ད་ལྟ་བར་དུ་ད་སོ་སོ་གིས་རྒྱུན་འཁྱོངས་བྱས་ནས་ཡོང་རྒྱུ་གི་མི་ཅིག་ཡིན། ཨོ་ཡ་ངས་དེ་ཅིག་ཤེས་རྒྱུ་འགྲུག་སོང། ཨ་ནི་རྣམ་པ་ཚོ་ཚང་མ་ཡིན་ན་དགའ་ནང་བཞིན་གྱི་རྡོག་རྩ་གཅིག་སྒྲིལ། ཨོ་ཡ་ངས་གོང་ནས་ཞུས་བ་ནང་བཞིན་གྱི་སྲིད་སྐྱོང་དེ་བོད་རྒྱ་ཆེའི་མི་མང་གི་མདུན་དགོས་གི་རེད། འོ་ཡ་མི་བདུན་གྱི་ནང་ནས་སུས་ལ་ཐུག་ན་དེ་རྒྱ་ཆེའི་མི་མང་གི་འདང་རྒྱུ་རེད། འོ་དེ་གཅིག་ཡིན། ད་ག་ནང་བཞིན་གྱི་མི་རེ་ཟུང་གི་ད་ཁྱོ་ག་ཁ་ལ་ཁེལ་གྱི་འདུག་ཨ། ཁྱོ་ག་ལ་ཅིག་ནང་ཁུལ་ལ་ཅིག་ང་སྟོང་འདྲ་གང་བྱེད་ལ་འདུག་ཧུ་ཡིག་མཁན་དེ་མེད་ད། འོ་ཡ་བཙན་བྱོལ་བ་ར་ཀང་གི་ནང་གི་བོད་མི་ཉུང་ཤས་དེ་ཡོངས་སུ་རྫོགས་པ་སྟོང་འདྲ་གང་བྱེད་གི་སྤུན་ཟླ་ཡིན་ད་སྟོང་འདྲ་གང་བྱེད་གི་ནང་མི་ཡང་ཡིན་ད།